དེ་ནི། མཚན་ཉིད་གསུམ་དེ་མཚན་གཞི་གཅིག་གི་སྟེང་དུ་དངོས་པོ་བྱེ་བྲག་པ་གཅིག་གི་སྟེང་དུ་ངོས་འཛིན་བྱས་པ་ཡིན་ན་ག་འདྲ་གྱི་རེད་ཟེར་བ་ཡིན་ན་འདི་ལ་དཔེ་མཚོན་གཉིས་བཤད་པ་རེད་དེ་ནི་དཔེ་མཚོན་དང་པོ་དེ་བུམ་པ་སྣང་བའི་དུས་ན་བུམ་པ་ཡིན་པར་འཛིན་པའི་ཆ་དེ་ཀུན་བཏགས་དང། ང་ཚོས་སྒང་དུ་བཤད་པ་རེད་བུམ་པ་དེ་བུམ་པ་འཛིན་པའི་ཤེས་པ་གི་ཡུལ་དུ་འགྲོ་བ་དེ་བུམ་པ་འཛིན་པའི་བྱེད་པ་དེས་འདི་བུམ་པ་རེད་བསམ་བསམ་ཅིག་ཡོང་གི་ཡོད་པ་དེ་མིང་ལ་ལྟོས་པ་རེད་བརྡ་ལ་ལྟོས་པ་རེད་ཐ་སྙད་ལ་ལྟོས་པ་རེད་རྣམ་རྟོག་ལ་ལྟོས་པ་རེད། ཨ་དངོས་པོ་དེ་ཁོ་རང་སྤྲུལ་ཙམ་ནས་བུམ་པའི་ངོ་བོར་གྲུབ་པ་དེ་འདྲ་ཅིག་མ་རེད་དེ་རྣམ་རྟོག་གི་ཕག་སྒྲོ་བཏགས་ནས་དེ་བུམ་པ་རེད་བསམ་གི་ཡོད་པ་རེད། ཡིན་ཙང། བུམ་པ་འཛིན་པའི་རྟོག་པ་དེས་བུམ་པའི་དོན་སྤྱི་དང་བུམ་པ་གཉིས་གཅིག་ཏུ་འདྲེས་པར་བྱས་ནས་དེ་བུམ་པ་རེད་བསམ་གྱི་ཡོད་རེད། ཡིན་ཙང། བུམ་འཛིན་རྟོག་པ་གིས་བུམ་པ་བུམ་པར་འཛིན་པ་གྱི་ཆ་དེ་བཟུང་བའི་བཟུང་ཆ་དེ་ཀུན་བརྟགས་དང། ཤེས་པའི་གསལ་རིག་ཙམ་དེ། གཞན་དབང་ཟེར། ད་འདི་ཤེས་པའི་གསལ་རིག་ཟེར་བ་དེ་བུམ་པ་འཛིན་པའི་མིག་ཤེས་དང་བུམ་པ་གཉིས་རྫས་གཅིག་པ་རེད་བ། ཡིན་ཙང་བུམ་པ་འཛིན་པའི་མིག་ཤེས་ཀྱི་ངོ་བོ་གང་ཡིན་པ་དེ་བུམ་པའི་ངོ་བོ་ཡང་རེད་བསྡད་ཡོད་པ་རེད། ཡིན་ཙང་བུ་འཛིན་མིག་ཤེས་ཀྱི་གསལ་རིག་གི་ཆ་དེ་གཞན་དབང་རེད་ཟེར་གི་ཡོད་ས་ཨ་དེ་འདྲ་ཞིག་རེད། ད་ནི་གུན་བརྟགས་དེ་གཞན་གུན་བརྟགས་དེ་དང་གཞན་དབང་དེ་མེད་པའི་ཤུལ་གྱི་ཡེ་ཤེས་ནི་ཡོངས་སུ་གྲུབ་པར་འདོད་པ་ཡིན་ནོ། སྤྱིར་བཏང་བྱས་ན། རྣམ་རྟོག་གི་བརྟགས་པས་སྒྲོ་བཏགས་ཀྱི་ཆ་དེ་གཞན་དབང་བུམ་པ་གི་སྟེང་དུ་མེད་པ་དེ་ཡོངས་གྲུབ་རེད། ཡིན་ན་ཡང་དབུ་མ་གཞན་སྟོང་པའི་ལུགས་ལ་ཡོངས་གྲུབ་འཇོག་ཚུལ་དེ་ཅུང་ཙམ་ཐུན་མོང་མ་ཡིན་པ་ཅིག་ཡོད་པ་རེད་དེ་གང་འདྲ་རེད་ལབ་ན་བུམ་པ་འཛིན་པའི་རྟོག་པ་གི་བརྟགས་པའི་བརྟགས་ཆ་དེ་དང་བུམ་པ་འཛིན་པའི་ཤེས་པའི་ས་རིས་ཀྱི་ཆ་གཉིས་བཀག་པ་ཡིན་ན་དེ་གཉིས་དེ་གཉིས་བཀག་པའི་ཤུལ་དུ་ཡེ་ཤེས་ཀྱི། ལྷག་གི་རེད། ཡེ་ཤེས་གཅིག་ཡོད་པ་རེད། དེ་འདྲ་བའི་ཡེ་ཤེས་དེ། ཡོངས་གྲུབ་བམ་ཡང་ན་གནས་ལུགས་མཐར་ཐུག་དེ་རེད། གསུང་གི་འདུག། ད་ནི་དཔེ་མཚོན་གཉིས་པ་དེ་ཉོན་མོངས་པ་ཆགས་སྡང་ལྟ་བུ་ལ་དཔེར་མཚོན་ན། སེམས་འདོད་ཆགས་སམ་ཞེ་སྡང་དྲག་པོ་ཞིག་སྐྱེས་པ་ན། ཆགས་སྡང་ལ་སྣང་བའི་སྣང་ཆ་དེ་ཀུན་དག་སྡང། དཔེར་ན་ང་ཚོ་དགྲ་ལྟ་བུ་ཞིག་མཐོང་ནས་རང་གི་དགྲ་བོ་ལ་སེམས། སྟེང་ནས་ཁོང་ཁྲོ་ལངས་པ་ཡིན་ན་ཡིད་དུ་མི་འོང་བའི་ཆ་མང་པོ་ཅིག་ང་ཚོ་རྣམ་རྟོག་གི་དགྲ་བོ་དེའི་སྟེང་དུ་ཕ་བཏགས་བཞག་ཡོད་པ་རེད་ཨོ་དེ་འདྲ་བའི་སྣང་ཆ་དེ་གུ་མདངས་རེད། ད་ནི་འདོད་ཆགས་དང་ཞེ་སྡང་གང་ཡིན་ན་འགྲིག་རེད་དེ་གའི་གསལ་རིག་གི་ཆ་ཤེས་པ་ཡིན་ཙང་གོ་ལ་གསལ་ཞིང་རིག་པའི་ཆ་གཅིག་ཡོད་རེད་བ། ངོ་བོ་དྭངས་ཞིང་གསལ་བ་གི་ཆ་གཅིག་ཡོད་རེད་བ་ཨོ་དེ་གཞན་དབང་རེད། ཨ་ནི་དེ་གཉིས་ལ་ཐམས་ཅད་རོ་མཉམ་དུ་ཁྱབ་པའི་སྐྲུ་དྲག་གི་ཡེ་ཤེས་དེ་ཡོངས་གྲུབ་རེད། འདོད་ཆགས་ཀྱི་ས་རིགས་ཀྱི་ཆ་དེ་ཡང་ཡེ་ཤེས་དེ་མ་རེད། ཞེ་སྡང་གི་ས་རིགས་ཀྱི་ཆ་དེ་ཡང་ཡེ་ཤེས་དེ་མ་རེད། ཡིན་ན་ཡང་དེ་གཉིས་ཀ་ལ་ཐུན་མོང་དུ་ཁྱབ་པའི་ཡེ་ཤེས་ཅིག་ཡོད་པ་རེད། འོ་དེ་ཡོངས་གྲུབ་རེད་ཟེར་གྱི་ཡོད་པ་རེད། སེམས་ཙམ་པའི་ལུགས་ལྟ་བུ་ལ་མཚོན་པ་ཡིན་ན། འདོད་ཆགས་དང་ཞེ་སྡང་གི་སྒྲོ་བཏགས་པའི་དག་ཆ་དེ་ཀུན་བཏགས་རེད། དེ་ནས་འདོད་ཆགས་དང་ཞེ་སྡང་གི་ཤེས་པ་གསལ་རིག་གི་ཆ་དེ་ཡང་གཞན་དབང་རེད། འཇོག་ཚུལ་དེ་གཅིག་པ་རེད། ཡིན་ན་ཡང་ཡོངས་གྲུབ་འཇོག་ཚུལ་ཅུང་ཙམ་མི་འདྲ་བ་དེ་ག་རེ་ལབ་ན། སེམས་ཙམ་པའི་ལུགས་ལ་འདོད་ཆགས་དང་ཞེ་སྡང་གི་སྒྲོ་བཏགས་པའི་དག་ཆ་དེའི། འདོད་ཆགས་དང་ཞེ་སྡང་གི་ཤེས་པ་གསལ་རིག་གི་ཆ་དེ་ལ་གདོད་མ་ནས་མ་གྲུབ་པ། འདོད་ཆགས་དང་ཞེ་སྡང་གི་ཤེས་པ་གསལ་རིག་དེ། ཀུན་བརྟགས་ཀྱི་ངོ་བོར་མ་གྲུབ་པ་འོ་དེ་ཡོངས་གྲུབ་རེད། ཡིན་ཙང། དབུ་མ་ཞལ་སྟོང་པའི་ལུགས་ཀྱིས་སྟོང་པ་ཉིད་ངོས་འཛིན་ཚུལ་དང་སེམས་ཙམ་པའི་ལུགས་ཀྱིས་སྟོང་པ་ཉིད་ངོས་འཛིན་ཚུལ་ལ་ཁྱད་པར་ཡོད་པ་རེད། ཡིན་ན་ཡང་ངས་ཁྱད་པར་དེ་ཧ་ཅང་ཞིབ་ཚགས་དང་དེ་འདྲ་གང་ཡང་བཤད་ཤེས་ཀྱི་མི་འདུག། དེ་ནི་མཚན་ཉིད་གསུམ་སྟེ་སེམས་ཙམ་ཁོ་ནའི་འདོད་ཚུལ་མིན་པ། ཀུན་བརྟགས་གཞན་དབང་ཡོངས་གྲུབ་ཟེར་བའི་རྣམ་གཞག་འཇོག་ཚུལ་རང་གཞན་གསུམ་གྱི་རྣམ་གཞག་འཇོག་ཚུལ་དེ་སེམས་ཙམ་པ་གི་ཐུན་མོང་མ་ཡིན་པའི་ལུགས་སྲོལ་དེ་འདྲ་མ་རེད། དབུ་མ་པའི་བསྟན་བཅོས་དང་དབུ་མ་པའི་མདོ་དེ་འདྲ་གི་ནང་དུ་ཡང་རང་གཞན་གསུམ་མམ་ཡང་ན་མཚན་ཉིད་གསུམ་གྱི་འཇོག་ཚུལ་དེ་གསལ་བོ་ཡོད་པ་རེད། ཨ་ནི་དེ་ག་ང་ན་ཡོད་རེད་ཟེར་ན་ཞེར་བཞིན་འདུག་ཁྱམས་ཆུས་ཀྱི་ལེའུ་དང། ད་ནི་འཕགས་པ་ཀླུ་སྒྲུབ་ཀྱི་ས་ལུ་སྦྱངས་པའི་མདོ་འགྲེལ། ད་ནི་ཟླ་བ་གྲགས་པའི་དབུ་མ་འཇུག་པའི་རང་འགྲེལ། ཀརྨ་བླ་ཞུ་ལས་དབུ་མ་སྣང་བ། ལ་སོགས་པ་གང་ལྟར། ཨ་ནི། ཐེག་ཆེན་གྱི་མདོ་དང་བསྟན་བཅོས་མང་པོའི་ནང་དུ་མཚན་ཉིད་གསུམ་གྱི་རྣམ་གཞག་དེ་གསུངས་ཡོད་པ་རེད། ཨའོ་དེ་གསུང་གི་ཡོད་པ་རེད། སྤྱིར་བཏང་ཀུན་བཏགས་གཞན་དབང་ཡོངས་གྲུབ་ཟེར་བ་གི་མིང་ཙམ་དག་ཆེན་པ་ལ་ཐུན་མོང་པ་རེད། སེམས་ཙམ་པ་ཡར་ཐུབ་ཐམས་ཅད་ཀྱིས་གཞན་དབང་ཀུན་བཏགས་ཡོངས་གྲུབ་ཟེར་བ་གི་མིང་ཙམ་ཁས་ལེན་གྱི་རེད། ཡིན་ན་ཡང། ངའི་བཞེད་ཚུལ་ལྟ་བུ་ཡིན་ན། གྲུབ་མཐའ་རང་རང་གི་ལུགས་ཀྱིས་གཞན་དབང་འཇོག་ཚུལ་ཀུན་བཏགས་འཇོག་ཚེ་ཡོངས་གྲུབ་འཇོག་ཚུལ་འདྲ་གི་མ་རེད། ཨ་ནི་ཁྱད་པར་གང་དང་གང་ཙམ་ཆེན་པོ་ཡོད་པ་རེད་བསམ་གྱི་འདུག། ཨོ་དེ་འདྲ་ཅིག་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནི་མཚམས་འཇགས་རྒྱུར་ཆེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།